དེའི་མི་ཚད་ཁོ་ཚོའི་སེམས་ལ་མི་འཕྲོད་པའི་ལྟ་ཚུལ་གཏོང་གི་འདུག་ན་ལྷའི་དགོངས་པ་དང་འགལ་གི་རྫུན་ནི་ད་དེ་འདྲའི་གི་ལྷའི་དབང་ཤེས་ཀྱི་བློ་ཁ་རྨོངས་བཟོ་སྒྲུབ་འོང་རེད། རེད་ད་རིག་གཞུང་རིག་གཞུང་ཟེར་རྒྱུ་དེ་མི་ཡ་མཚན་ཟེར་ཁྱོད་དེ་གོ་བ་ཆི་ཟེར་ལེན་རྒྱུ་དང་ད་ལྟའི་དུས་སུ་ཡེ་ཤེས་ཆོས་ལུགས་གསར་མ་རྣམས་ད་ཁྱིན་ཅང་ཐུག་རྫུན་ན་གསར་མ་རྫུན་ནོ་སྒྱུར་ནི་ཡིན་མིན་དུ་མི་མི་ཤེས་གོ་ད་དེ་དག་ཙང་ད་ཆི་ཟེར་གོ་མི་ཤེས་གང་ལྟར་ཤེས་གི་ཡེ་ཤེས་ཆོས་ལུགས་གསར་པ་རྣམས་ལྷག་པར་དུ་ད་ལྟའི་ད་ཨ་རི་ལ་སོགས་པ་དེ་ཡེ་ཤེས་ཆོས་ལུགས་གསར་མའི་རྒྱུན་འབྲང་གཙོ་བོ་རེད་ར། གོ་མཚོན་ནང་ན་ཡེ་ཤེས་ཆུ་གཏེར་པའི་ནང་ན་རང་གང་རང་ལུགས་ཀྱི་སྲོང་བཙན་སྲོང་བཙན་རང་ལུགས་ཟེར་རྒྱུ་རྣམས་ཐག་གཅིག་ཏུ་རང་གང་གི་ལྟ་བ་འཕྲང་འཛེམས་རང་གང་ཟེར་རྒྱུ་ལས་ཀ་ཆེན་པོ་མེད་ཅེས་ནམ་འཕྲང་འཛེམས་བྱེད་མཁན་འཛོལ་ནི་རེད་ད། དེའི་འཕྲང་འཛེམས་བྱེད་མཁན་མང་ཆེ་བས་ཡེ་ཤེས་ཆོས་ལུགས་ལ་ལྟ་བབས་བྱེད་མཁན་རེད། གོ་ཚུགས་སོང་ཁྱེད་རང་ནས་ཚིག་ཟེར་ཟིན་ན་དེའི་ནང་གི་དང་བོ་དེ་འདྲ་འདྲའི་ཀ་ཆེན་པོ་དེ་རྩ་བ་ཉིད་ནས་མེད་ཟེར་དགོས་ནི་རེད། ཡེ་ཤེས་དཔའ་གཅིག་པོ་མ་གཏོགས་ལྷ་ཁྱིམ་གཅིག་པོ་མ་གཏོགས་གཞན་ལ་གཏན་ནས་སྐྱབས་སུ་མི་འགྲོ་བའི་ལྟ་ཚུལ། འདི་ལྟ་ཚུལ་དག་གཉིས་ནི། དེ་ནས་རང་དབང་གི་ལྟ་བ་དེ་ཁོ་ཚོ་གཉིས་ཀྱི་ཡིན་ན་ཁོ་ཚོ་ལ་རང་དབང་གི་ལྟ་བ་ཡང་དག་པ་གཉིས་མ་ཡིན་ན་འདི་གཉིས་ངོ་བོ་གཅིག་ཡིན་ཚུལ་ནི་ཁོ་ཚོས་རྟོགས་སུ་འགོད་ནི་རེད། དེ་ཡང་གཟུར་གཞི་ནས་དེ་ལ་འགྲེལ་བརྗོད་བཏང་ཞིག་རེད། ད་ད་ལྟ་རྒྱ་གར་ཁུལ་ན་མང་གཙོ་མཁས་པ་ནུས་རྒྱུན་ལྡན་ཆེན་པོ་ཡིན་ན་ལྟ་བ་དེ་འཛིན་མཁན་རེད་ནུས་རྒྱུན་ལྡན་ཆེན་པོ་ཞེས་བཤད་རྒྱུ་དཀའ་སྡུག་ཡིན་ན། ཉིད་ཤེས་ཆོས་ཡ་དག་པ་མ་ཡིན་ན་ཕར་ཆེར་རང་དབང་གི་ལྟ་བ་བཟགས་ནས་མི་ཐུབ་ལ་ལ་ཟུར་བཤད་དགོས་ནི་རེད། ད་ང་འདྲ་ཟེར་ན་དེ་ལྟ་བ་དེ་མི་འཐད་གི་ད་གང་ལྟར་ཁོ་ཚོས་དེ་རིང་མཐའ་གཅིག་ཏུ། དེའི་དང་བོའི་ནང་གི་དང་བོ་དེ་ཤིན་ཏུ་གསལ་བོ་ཡིན་ཟེར་བ་ནི། ང་ཚོའི་ནམ་རྒྱུན་གྱི་རང་དབང་གི་ལྟ་ཚུལ་གྱི་ངོས་ནས་བལྟས་དུས་ལྷག་གཅིག་པོ་མ་གཏོགས་གཞན་ལ་སྐྱབས་སུ་འཇོག་མི་ཆོག་ལྷག་གཅིག་པོ་ལས་གཞན་ཁས་མི་ལེན་ཚུལ་དུ་འདི་དག་རང་དབང་སྒེར་ལྡོག་གི་བསམ་སྤྱོད་ཅན་ལ་ཁོ་ཚོས་ཏུ་རྩ་བ་ཡང་ཟེར་བ་དང། ཡན་ཧྥུའུ་དང་ཧུའུ་ཧྲི་ལ་སོགས་རྒྱ་ནག་གི་དང་རང་དབང་སྒེར་མཁན་མང་ཆེ་བ་ཟིག་གིས་རྒྱ་ནག་རང་དབང་གི་ལྟ་བའིར་མི་མཐུན་མཁན་དུ་ཁོ་ཚོའི་སེམས་ནང་ནས་ཆོས་ལུགས་ལ་མི་བརྟེན་མཁན་དང་ཡེ་ཤེས་ཀྱི་ལྷ་ཆེན་ལ་མི་བརྟེན་མཁན་ཡིན་འདུག་ན་ཁོ་ཚོའི་རང་དབང་གི་ལྟ་བ་ཡང་དག་པ་སྤེལ་ཐུབ་ཀྱི་མ་རེད་ཟེར་ནས་ནུས་རྒྱུ་ནན་ཅན་པོས་ལྟ་ཚུལ་དེ་རེད་ར་ད་དེ།

མང་བཟོ་དེ་འགག་དགོས་ནི་མ་རེད་ར་དེང་སང་གི་དུས་སུ་ང་ཚོས་རང་དབང་ལ་དགའ་མཁན། བསམ་བློའི་རང་དབང་ལྟ་ཚུལ་རང་དབང་དགའ་མཁན་མང་ཟེར་གི་ནང་ཆོས་གཞུང་གི་ནང་ན་ལོག་ལྟ་ཟེར་གྱི་ཟིག་བཤད་དོག་གི་ཟིག། བོད་རང་དབང་འགར་བསྡུ་བར་གྱི་ཟིག་རེད་ཟིག་དུས་ཡུན་མྱི་ཐམས་ཅད་གི་ནག་ཤོད་གི་སྒོ་འགོག་རྒྱུ་རེད་ཟིག། གཅིག་ཟིག་ཡིན་ན་རྩ་བ་ཉིད་ནས་ནོར་བསྡོ་ནི་རེད་ཟིག་ནས་ལྟ་ཚུལ་དེ་འོག་གི་དུ་མི་འགྲིག་གི་ཟིག་ན་དེ་རིགས་བཤད་དགོས་ནི་རེད་ར། དེ་འདྲིས་བཤད་དགོས་ནི་རེད་ད་ཡེ་ཤེས་གི་ཐད་ནས་ཡང་ད་ལྟའི་དུས་མི་གི་བཤད་ཚུལ་ཡོག་གི་ཟིག་ན།

སྐྱབས་འགྲོ་དང་མི་ལྡན་པའི་གང་ཟག་གི་རྒྱུད་དེ་ལོག་ལྟ་ཡོད་ནི་རེད་ན་ཡོད་ནི་མ་རེད། སྐྱབས་འགྲོ་དང་མི་ལྡན་ན་ལོག་ལྟ་ཡོད་ཡིན་ཁྱབ་དཀའ་ན་མི་ཁྱབ་དཀའ་ཟེར་དེ་ང་ཚོས་སྒྲོག་ལམ་བྱེད་དགོས་པ་རེད། དཔེར་ན་སངས་རྒྱས་བཅོམ་ལྡན་འདས། ཡང་ན་ཡང་མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་སོགས་ལ་རྒྱ་གར་གྱི་གནའ་བོའི་སངས་རྒྱས་ཀྱི་ཆོས་ལ་སྐྱབས་སུ་མི་འགྲོ་མཁན་གྱི་མི་འགྲོ་མཁན་གྱི་མི་རྟག་གམ་ཁོའི་ཡ་ད་ཐམས་ཅད་པོ་ལོག་ལྟ་ཅན་རེད་ཟེར་ན་སྐད་ཆ་དྲིས་ན། ད་ངས་ང་ཚོ་གཞུང་གི་སྒྲོས་ལ་བལྟས་ན་རྒྱང་འཕེན་པ་གཅིག་པོ་མ་གཏོགས་གཞན་པ་ལོག་ལྟ་ཅན་མ་རེད་གསུང་གི་རེད་ད། གངས་རི་ཅན་གཞན་པ་ཐམས་ཅད་སྒྲོ་འདོགས་ཀྱི་མཐའ་ལག་ནས་གྲུབ་མཐའ་རེད་མ་གཏོགས་སྐུར་འདེབས་ཀྱི་མཐའ་ལག་ནས་གྲུབ་མཐའ་མ་རེད་གསུངས་པ་རེད། ལོག་ལྟ་ངེས་པར་དུ་སྐུར་འདེབས་དགོས་གི་ཡོད་རེད་གྲུབ་མཐའ་ཀུན་བརྟགས་དགོས་གི་ཡོད་རེད་ད་ལོག་ལྟ་ལ། དེའི་རྒྱུ་མཚན་གྱིས་ཤིང་སྲན་ནི་ཡང་དབུ་མ་བབ་བཀག་བྱེད་རུང་དུ་ན་གང་ཟག་ཏུ་ལྟ་བ་ནི་ལྷ་ཡི་སྟོང་ཉིད་ལ་ལོག་པར་འཛིན་པ་ནི་དེ་ལྟ་མ་ཡིན་ཟེར་རྒྱུ་གང་ཟག་བདག་ཏུ་ལྟ་བ་ནི་ལྷ་ཡོད་ཟེར་རྒྱུ། ཕྱི་རོལ་ར་རྣམས་ཀྱིས་གང་ཟག་བདག་ཡོད་ཟེར་སྒྲོ་འདོགས་མཐའ་ཡོད་ཟེར་ཡོད་གི་ད་དུ་སྒྲོ་འདོགས་རེ་གནད་འགག་ཆེ་པོ་མེད་གི་གཞི་དེ་ཉེ་ར་སྐྱེ་གི་མ་རེད་ལྷག་པའི་གཞི་དབྱེར་ནི་མ་རེད་གར་ཚང་ཁྱེད་རྣམ་པ་བཞུགས་ཟིན་པ་ཡིན་དེ་ལྟ་དོན་དག་ཟེར་རེད་ར། ད་ཁྱེད་ཚོ་རེད་ཟེར་ན་ཁྱོད་སྟོང་ཉིད་ལ་གློག་ཁར་བསྟིམ་ན་འདྲ་བླང་དོར་འཆིག་ཆིག་གི་སྐད་ཆ་བཤད་ཁྱེད་རང་འདུག་ན་ཁྱོད་གློག་རྟ་གློག་རྟ་རེད་ཁྱོད་གཉེར་བ་གཅིག་གི་རེད་ཟེར་སྔ་མ་བ་རྣམས་ལ་སེམས་ཙམ་པའི་དག་སོང་ཡོད་མ་རེད། དག་སོང་ཁྱེད་རང་འདུག་རིག་པ་དེའི་འབྲུག་གི་སྟེང་ནས་བལྟས་ན་ནང་བའི་ཆོས་ཡ་སྐྱབས་སུ་མ་སོང་ནང་ཐམས་ཅད་པོ་གློག་རྟ་ཅན་དུ་ཁས་ལེན་གི་ཨ་རེད་ཟེར་ན་རྩ་བ་ཉིད་ནས་ཁས་ལེན་གི་མ་རེད། ཅིའི་ཕྱིར་ཟེར་ན་གློག་རྟ་ཟེར་གྱི་དག་གཉེར་བ་འགྱུར་གཅིག་གི་སེམས་བྱུང་ཟིག་དངོས་ཕར་ཁྱེར་གློག་རྟ་ལ་བརྟེན་ནས་བསགས་པའི་ལུས་དག་གཉེར་བ་འགྱུར་གཅིག་ཟིན་འདྲི་ཟིག་རྗེས་འཇོག་དགོས་རྗེས་ཟིག་ནང་བའི་གཞུང་ནས་གསུང་གི་ཡོད་དུས།

སྡིག་བྷ་ལ་དགའ་བའི་དྲག་ཤེད་ཀྱི་སེམས་དང། སྒེར་སྡུག་གཉིས་ཀའི་ནང་ནས་སྡིག་བྷ་ལ་མོས། སྒེར་སྡུག་ནང་ནས་སྡིག་བྷ་གཟིགས་མདོག་གཞན་ལ་གནོད་པའི་སེམས་དེ་ར་བའི་ཅི་གར་ཚང་ཤོག་སྐྱོར་པ་སྐུབས་བྱེད་པ་དེ་ལོག་གཡེམ་ལོག་དཔར་ཡིན་པ་ལ་སོགས་དྲག་ཤེད་ཀྱི་སེམས་དང། གོང་ན་རྨོངས་བའི་སེམས་དང་དྲག་ཤེད་ཀྱི་སེམས་དང། ཚུལ་བཞིན་མིན་པའི་ཆོས་ལ་ངེས་པར་རྟོག་པའི་ལོག་དཔར་རྒྱུན་དུ་ཞུགས་པའི་སེམས་དང། འཇིག་རྟེན་གྱི་རྒྱུན་འཇུག་པའི་ཆོས་ཉིད་དང་བདེན་པ་གོ་ལྡོག་པའི་ཆོས་རང་ནི་ཚུལ་བཞིན་མིན་པའི་ཆོས་ལ་གོ་དགའ་ནི། དེ་རྒྱུན་དུ་དེ་ཐོག་ཞུགས་པའི་སེམས་དུ་གོ་དགོས། སྦྱིན་པ་དང་མཆོད་སྦྱིན་དང་བཞིན་བསགས་དང་ལེགས་སྐྱེས་སོགས་མི་ལྟོ་བ་ཞིག་སྐུ་ར་འདེབས་པས་རབ་ཏུ་ཉམས་པའི་སེམས་དང། འཇིག་རྟེན་ནས་ཆུ་བྱ་བཟང་ངོ་ཟེར་དྲུང་ན་འགྲོའི་མཆོད་རྫས་ཀ་ཡོད་ནི་མ་རེད་དོན་དག་ཡོད་ནི་མ་རེད་ཟེར་ནོ་གི་སེམས་དུ་དགོངས་གི། དེ་ནས་ལོག་ལྟ་དེས་ངོ་ཚ་མེད་ཀྱང་ཉེས་དམིགས་ལས་ངན་རམ་འབྱུང་བ་མི་ཤེས་པས་གཟིར་གྱིས་ནོངས་པའི་སེམས་དེ་འདྲའི་གི་ལོག་ལྟ་མཐོང་དུས་ན་བླང་དོར་གི་རྣམ་གཞག་མེད་དུས་ན་བྱ་བ་ངན་པ་ཟིག་ལས་ན་ངོ་ཚ་གྱི་གདའ། བྱ་བ་ངན་པ་ཟིག་ལས་ན་འཁྲེར་ཡོད་རྒྱུའི་བསམ་པ་དང་ངོ་ཚ་དང་འཁྲེར་ཡོད་གཉིས་ཀ་ལས་ཁོ་འདུས་འཇོག་དགོས་གི། དེ་དེ་ལ། མི་ཤི་བའི་གཟི་བརྗིད་ནོམ་པའི་སེམས་ཀྱིས་མི་ཤི་བའི་དབང་དུ་སོང་ཁུལ་རྒྱལ་ཁབ་བླང་དོར་གྱི་ལྟ་ཚུལ་དེ་གཟི་བརྗིད་ནོམ་པའི་སེམས་ཏེ་ལྔ་བོ་དེ་དག་དང་ལྡན་པའོ། དེ་ལྔ་མ་ཚང་ན་ནི་མི་རྫོགས་སོ། ལོ་ཧོར་ལྟ་བ་གཞན་ཡང་ཡོད་མོད་ཀྱི་འདི་ཁོ་ན་ལ་ལོག་ལྟ་ཞིག་སོང་བ་ནི། འདིས་དགེ་རྩ་ཐམས་ཅད་སྤྱོད་ཅིང་སྡིག་པ་ལ་འདོད་དགར་སྤྱོད་པ་དང་མཐུན་པས་ན་ལོག་ལྟ་ཐམས་ཅད་ཀྱི་ཁྱད་ཆོས་ཡིན་པའི་ཕྱིར་རོ། སྤྱིར་ན་ལོག་ལྟ་ལོག་ལྟ་ཞིག་ཚིག་གི་དང། མི་ཤེས་པའི་རྨོངས་ཡིག་དབང་གིས་ཡོད་པ་ལ་མེད་པར་བསྐུར་བ་བཏབ་པ་མང་ཆེ་བ་ཞིག་ལོག་ལྟའི་ཆ་ཤས་སུ་འཇོག་དགོས་ནི་རེད། མི་དགེ་བཅུའི་ནང་གི་ལོག་ལྟ་ཟེར་རྒྱུ་འདི་འདྲའི་གི་ཁྱད་ཆོས་ངར་ལྡན་གྱི་སེམས་ཀྱི་དགོས་གལ་ནི་རེད། དེས་སོང་ན་འདི་འདྲའི་གི་ཁྱད་ཆོས་ངར་ལྡན་གྱི་སེམས་དེ། འཇིག་རྟེན་འདི་ནས་ཞལ་བཟང་བོ་དང་ངན་པའི་གཡས་ཧྲུལ་ཁྱོན་ནས་མེད་ད་ཞལ་ངན་པ་བསྒྲུབ་ན་འཚེ་བ་ཆོས་སུ་སྨྲ་བ་ལྟ་བུ་རེད་དཔེར་ན་འཚེ་བ་ཆོས་སུ་སྨྲ་བ་ལྟ་བུ་སྲོག་གཅོད་ན་རུང་བ་སྐུ་ཕྱིན་ན་རུང་བ་ལོག་གཡེམ་བྱས་ན་རུང་བ། དེ་འདྲའི་གི་ལྟ་ཚུལ་ཡོད་དུས་དེ་མི་དགེ་བའི་སེམས་དང་ངོས་འཛིན་པ་དེ་ངའི་འཇིག་རྟེན་ཡོངས་ཁྱབ་ཀྱི་རང་བཞིན་རེད་བསམ་གོ། དེ་མ་གཏོགས་ལོག་ལྟ་ཟེར་རྒྱུ་དེ་ང་ཚོས་གོ་ནོར་ཐེབས་དགོས་ནི་རེད་མཚམས་མཚམས་ན་ར། དེ་རེད། དེ་ནས་ད་ལོག་ལྟ་ཟེར་གྱི་འདུག་ཀྱི་འོག་ཏུ། ནང་བའི་སྤྱིར་བཏང་གི་གང་ཟག་ལགས་ཀྱི་བྱ་བཞག་གོ་ནོར་གོ། བྱ་བ་གང་དང་གང་བྱས་ན་ལུས་ངག་གཡག་སེམས་ཀྱི་ཐོག་ནས་བྱེད་རྒྱུ་རེད་ར་ལུས་ཀྱི། གཙོ་བོ་གཙོ་བོ་དག་གཞན་ལ་གནོད་པ་དེ་ལུས་ངག་ལྟ་གཉིས་ཀ་ལ་ཟླུམ་པོ་རེད་དེའི་རྩ་བ་སེམས་རེད་ར། དེའི་རྩ་བ་སེམས་དང་དག་གི་རྩ་བ་ལོག་ལྟ་གི་བྱེད་ཆེ་རུང་དུ་ན་དེ་ནས་གནད་དོན་ཆེ་པོ་ཟིག་སྣང་བའི་ཐུན་མོང་མ་ཡིན་པའི་ཚེ་སྲོག་གི་ལྟ་བ་ཡོང་གི་རེད་ཐུན་མོང་མ་ཡིན་པའི་ཚེ་སྲོག་གི་ལྟ་བ་དེ། སྐྱེ་བ་སྔ་ཕྱི་ལུས་སེམས་གཉིས་ཀ་ཁ་འབྲལ་རུང་ཡིན་པ་ལུས་སེམས་གཉིས་ཀ་རྫས་དང་ངོ་བོ་ཐ་དད་ཡིན་པ་དེ་གཉིས་ད་ལྟ་སྔར་གྱི་ལུས་ཉོན་ཅིག་རང་གི་ལྷན་ཅིག་དང་གནས་པ་མ་གཏོགས་ནམ་ཞིག་འཆི་བ་དེ་རིང་ཐུན་གྱི་འཕོང་བ་འདོར་ར་ཙམ་མ་གཏོགས་ཚེ་སྲོག་གི་འཇིག་རྫོགས་པ་མིན་ནོ། དེའི་ལྟ་ཚུལ་དེ་ཡོང་གི་རེད་ར་དེའི་ལྟ་ཚུལ་དེ་ཡོང་ཆེ་རུང་ན། ད། ཁྱེད་ཀྱི་སྒོ་ནས་རྒོལ་དགེ་སྡིག་གི་ལུས་དེ་དག་ཕྱིའི་རྣམ་སྨིན་དེ་ཚེ་རབས་ཡང་དང་ཡང་དང་རང་གི་ཐོག་ལ་འཁོར་གི་རེད། ད་རེད་ར། ད་དེའི་ནང་ནས། ཁ་ཤས་ཁ་ཤས་ཟིག་སྣང་བ་རང་གི་ཐུན་མོང་མ་ཡིན་པའི་སྟེང་ནས་འགྲུལ་བཞུད་རྒྱག་དགོས་ཀྱི་དེམ་ཡོད་ཀྱི་རེད་བསམ་གི་ད། ལུས་ངག་གི་ལེའུ་ཟླུམ་པོ་དེ་འཇིག་རྟེན་ཡོངས་ཁྱབ་ཀྱི། རང་བྱུང་གི་ཁྲིམས་ཟེར་རྒྱུའི་ནང་ནས་འབྲི་རུ་བརྒྱབ་ན། དེ་བཙན་པོ་ཡུལ་གྱར་མི་དགོས་ངེས་པ་སྟོང་གི་ཁོ་རང་ཏག་ཏག་གི་དེ་ཐོ་ཐིག་དོ་རྒྱུ་ཟེར་ཡས་བསམ་གི་དེས་ན་ང་ཅག་གི་ཚུར་ཡང་ཧྥ་ཟེར་རྒྱུ་ལྟ་སར་དུ་ཡོད་དགོས་གི་ར་རང་བྱུང་གི་ཁྲིམས་ཟེར་རྒྱུ། དེའི་ནང་ནས་དྭགས་སོགས་ཀྱི་ཡང་སྲོག་གཅོད་བྲལ། འཇིག་རྟེན་ཡོངས་ཁྱབ་ཀྱི་རིག་གནས་དང་ཧར་རྡུལ་སིར་རྡུལ་རིགས་ཁྱེར་དབང་དུ་ཡང་དུ་ནི་བར་ན་བསོད་པ་ཡོང་ནི། ཡེ་ཤེས་ཀྱི་ད་རིང་མོ་ཤེ་ཀྱི་ལྷ་བབས་བཅུའི་ནང་ན། མི་སྲོག་གཅོད་པ་རྫི་ཡོང་ནི་སྲོག་གཅོད་རྫི་ཡོང་ནི་མ་རེད། དེས་ན་ད་ང་ཚོས་སྲོག་གཅོད་བཟོས་གི་འདུག་རྒྱུ་དེ། ཆི་ཟི་རེད་ཟེར་ན་སྲོག་གཅོད་བཟོས་རྒྱུ་ལས་ཐལ་ཤར་ཡིན་པ་དེ་དངོས་གནས་དྲང་ནས་རིགས་པས་སྒྲུབ་མི་དགོས་པ་ལྟ་བ་ཟི་རེད། སེམས་ཅན་ཡོངས་སུ་རྫོགས་པ་རང་རང་གི་སྲོག་དེ་བསད་ན་སྐྱིད་པོ་ནི་རེད་མྱི་ཁུ་རུའི་ཚལ་ནང་མ་དུད་འགྲོ་ཡིན་ན་སྲོག་ཤིན་ཏུ་སྐྱིད་གི་ཡོད་དོ་ན། དུད་འགྲོ་གི་སྲོག་བཅད་པ་དེ་ཡང་བདུད་ཁུའི་ལུས་སུ་འགྲོ་བ་དེ། ད་ལྟའི་འཐུང་ཆུ་དང་ཆུ་ཟེགས་ཀྱི་ཐོག་ནས་ན་དེ་སྒྲུབ་རྩ་མོ་རེད་བསམ་འདུག་ཡིན་ན་ཡང་དུད་འགྲོ་གི་སྲོག་བསྐྱབས་པ་དེ་འཇིག་རྟེན་ཡོངས་ཁྱབ་ཀྱི་རིགས་ཤིག་སྒྲོལ་མ་བཞག་འདུག་ན་ནང་བ་རང་གི་ཐུན་མོང་མ་ཡིན་པའི་ལྷ་བྱ་ཟིག་གི་མཚན་ནས་འཇོག་རྒྱུ་མ་གཏོགས། ཡོངས་ཁྱབ་དོ་དོ་རིམ་པ་ཡི་རང་ཕར་ནི་དང་མི་གཟུགས་ཀྱི་ཁྲིམས་འཛུགས་ཀྱི་ངོར་འཁྱག་དགོས་ཟིན་ན་དེ་རྩ་བ་ཉིད་ནས་འཁྱག་ཐབས་ཡོད་མ་རེད་ཟིན་ན་ད་ང་ཁྱེད་ཀྱིས་དེ་གནད་དོན་འདི་ཧ་གོ་དགོས་གི་ར་དེའི་སོང་ཙག་མི་སྲོག་མི་སྐྱོབ་པ་དེ་འཇིག་རྟེན་ཡོངས་ཁྱབ་ཀྱི་ཁྲིམས་ངོ་མ་མི་གཟུགས་ཀྱི་ཁྲིམས་ཀྱི་ངོར་འཁྱག་ཐུབ་དགོས་ནི་རེད་ར་དུད་འགྲོ་བའི་སྲོག་གཅོད་པ་དེ་གནང་བའི་བཟང་སྤྱོད་ཀྱི་བསླབ་བྱ་གཙོ་བོ་ཟིག་ཡ་ཚིག་ནང་དངོས་གནས་དྲང་གནས་ཀྱི་འབུ་སྲིན་ཕྲ་མོ་ཙམ་ཡང་གནོད་པར་བྱེད་མ་ཐུབ་ན་དེ་བཟང་སྤྱོད་ཀྱི་སྲོག་ཏུ་བརྩི་རྒྱུ་དེ་ང་ཚོའི་བཟང་སྤྱོད་ཀྱི་བསླབ་བྱའི་ཚུལ་དུ་འཇོག་རྒྱུ་མ་གཏོགས་དུད་འགྲོའི་སྲོག་མི་གཅོད་པ་དེ་དངོས་གནས་དྲང་གནས་ཁྲིམས་ངོ་མ་ཟིག་གི་ཚུལ་དུ་གཏན་ནས་འབེབས་ནས་སུ་ཟིག་གིས་དུད་འགྲོའི་སྲོག་བཅད་ན་ཁྱད་པར་བཤད་རྒྱུ་འདྲི་ཟིག་སོང་ཙི་གི་ང་ཚོའི་འཚོགས་གནས་ཀྱི་ཆོས་ཉིད་ཀྱི་ཐོག་ལ་ལྟ་ན་དོན་ཆགས་མདོག་ནི་རེད། ང་ཅག་གི་ས་ཞང་ཟི་ལི་ན་ཁང་བ་ཟི་ལི་ན་བཟོ་གྲྭ་ཟི་བརྩིགས་ན་ཐ་ན་གོན་པ་ཟི་ཕུད་ན་ང་ཚོའི་འཇིག་རྟེན་འདི་མཐོང་མཐོང་ང་དང་མི་མཐོང་ཡང་སྲོག་ཆགས་ཐམས་ཅད་ཀྱི་རྐང་དུ་བ་ནི་དེ་མིག་གི་འཇིག་རྟེན་ཟི་རེད་ད་ཆུང་ས་ནས་ཤོད་རྒྱག་ག་ཡིན་ན་ང་ཅག་གི་བརྟག་བཤད་ཚིག་ན་གཅིག་བལ་ཞིག་པོ་གཅིག་ཟི་ཞིག་པོ་མིག་ཟི་ཞིག་པོ་ཟི་ཀྱང་ང་ཚོའི་ལུས་ཁམས་དུ་འབུ་ཕྲ་ཏག་ཏག་གི་ལྷ་ན་གྲིབ་བདོ་ནི་རེད་ད་གི་སྨན་བཅོས་ཟི་ན་ཡོངས་སུ་རྫོགས་པ་འབུ་ཕྲ་གསེབ་དགོ་ནི་རེད་ད་དམིགས་བསལ་ཅིག་གི་སྨན་བཅོས་ཟི་ཡོད་མ་རེད་ར། ཡང་འབུ་ཕྲ་སྨན་བཅུད་ནི་ཟས་གོས་ཡོ་ནོ་ཏོ་སོ་སྡི་ཁ་ཡིན་སྟངས་མིན་སྟབས་དངོས་ནས་རིག་གཞུང་ཤིན་ཏུ་བྲལ་ས་ཞིག་རེད་དེ་རྣམས་བཤད་མི་ཤེས་ར། དངོས་ནས་ནང་བའི་རིག་གཞུང་རྫས་གཞི་དང་ཤིན་ཏུ་བྲལ་བ་ཡིན་ནི་ག་ཡང། ཤིན་ཏུ་བྲལ་བའི་འབུ་ཏོ་སོ་ཁོ་བསྟན་ཆུང་སོང་ནི་དབང་གི་ཤི་བའི་སྡུག་བསྔལ་ཡོད་དང་མེད་དེ་སོ་ད་རིག་གཞུང་ནང་ནས་རྩོད་པ་ཡི་བརྗོད་རྒྱུ་རེད་ར་ཁོ་ཤི་ནོ་དང་གསོན་ནོ་དེ་ཅིག་བསྟན་རག་པ་ནང་བཞིན་གྱི་སྡུག་བསྔལ་དེ་མིན་མེད་ན་ཡང་དེའི་ཚོགས་ཀྱི་སྡི་ཁ་ཟི་མ་གཏོགས་ཡོད་མ་རེད་ཁོ་རྒྱུ་འབྲས་ཀྱི་ཐོག་ནས་འཇོག་དགོས་ནི་རེད་ར། གཟུགས་ཆེ་བོ་ཅན་དཔེར་ན་གླང་བོ་ཆེ་དེ་ཉང་ཅིག་ང་ཅིག་གི་སྒོ་ཟོག་སེམས་ཅན་ལ་སོགས་པ་འདི་དག་ཤུགས་དང་བྲལ་དུ་འདི་འགར་ཤིན་ཏུ་གྲོགས་འབྱུང་དགོས་ནི་རེད་ར། འབུ་ཕྲ་ལ་སོགས་ལྷག་པར་དུ་མིག་གི་མི་མཐོང་བའི་འབུ་ཕྲ་དེ་སོགས་ཡང། ཁྱེད་ཚོས་གོ་ནོར་བགོ་དེ་ཤི་བའི་ཚོད་ར་འདྲ་འདྲ་དེ་མི་ཡོད་དང་མེད་དེ། དེ་ཡིན་འདུག་ན་སྒེར་དུག་གི་ངོ་བོ་ཡང་དེ་འདྲའི་དེ་འདྲའི་གི་ཁྱད་པར་ཡོད་དགོས་ནི་རེད། རེད་ད་གང་ལྟར་ན་མདོར་ན་དུད་འགྲོ་གཟིགས་འདུག་ཀྱི་འོག་ཏུ་འཇིག་རྟེན་འདི་ནི། ཡོངས་སུ་རྫོགས་པ་དུ་ཤོག་ཅིག་ཁྱབ་བདག་འོས་པའི་འཇིག་རྟེན་འདི་ཡིན་དུ་ཤོག་གཏན་ནས་མི་སྤྱོད་པ་དུ་མི་རྣམས་ལ་རྒྱལ་ཁབ་ཟིག་གི་ཁྲིམས་ཟིག་གི་ངོ་ནས་ལྟ་ན་འབབ་དགོས་ན་དུ་གཏན་ནས་འབབ་ས་འབྱུང་ནི་མ་རེད་ཅེ་ན་དུ་ཆོས་ཉིད་ཀྱི་འཚོགས་གནས་ཀྱི་ཆོས་ཉིད་ཀྱི་ཐག་ཆོད་སོང་བ་ཟེར། བསམ་བཞིན་དང་བསམ་བཞིན་མ་ཡིན་པའི་ངང་ལ་ད་ངི་ཅིག་གིས། ད་དེ་མི་ཟིག་རེད་ངི་ཅིག་གིས་འཇིག་རྟེན་འདི་དཔེར་ན་ཁང་ཟིག་ལས་ས་གཞང་དལ་དུ་བཤད་མི་དགོས་གི་རག་དེས་གསུངས་དོན་ན་དེ་ཡང་ནང་པའི་ཀུན་སྤྱོད་ཀྱི་ལྷད་པ་ཚད་མཐོན་པོ་ཟིག་གི་ཚད་ནས། སེམས་ཅན་ཕྲན་བུ་ཤི་འཚམ་མོ་དྲང་གནོད་པ་མི་བྱེད་རྒྱུ་དེ་ནང་པའི་ཀུན་སྤྱོད་ཀྱི་ལྷད་པ་ཟིག་ནས་འཇོག་རྒྱུ་མ་གཏོགས་ཡོངས་ཁྱབ་ཀྱི་ཚེ་རིང་ཧྥ་ཟིག་ནང་དེ་གང་ཡོད་ནི་མ་རེད་ཟེར་ནས།

མི་སྒེར་གཉིས་ཀྱི་བར་གྱི་འབྲེལ་ཡོད་ས་མཚམས་དུ་ཁྱིམ་བཟའ་འཇོག་སྒོ་གཞུང་བཟོས་རྒྱུའི་འོག་ཏུ་ཚད་ཁྱིམ་བཟའ་ཁུལ་གྱི་ལས་ཀ་དང་ཚད་འཇོག་སྒོ་དགུ་དུ་ཐག་གཅོད་བྱེད་དགོས། སི་ཧྥ་བཟོས་རྒྱུའི་མི་དང་མིའི་བར་དཔེར་ན། གཅིག་གིས་གཅིག་གི་བྱ་གླག་བཟའ་སྐོས་བཞག་ནས་གནད་དོན་འཛུལ་ཡོད་ན། དེ་ཁྱི་བཟའི་ཐག་བཅད་སྒོ་གི་མི་དང་མིའི་བར་གྱི་འབྲེལ་བ་དང་ས་མཚམས་ཁྱིམ་བཟའ་གྱི་ཚད་ནི་བཞག་ར་དུ་ཐག་གཅོད་བྱེད་དགོས་དེ་རེད།

འཇིག་རྟེན་འདི་ནས་མཚམས་མཚམས་མ་མིག་གཟུགས་ཀྱི་ཁྲིམས་དུ་རང་བྱུང་གི་ཁྲིམས་མ་འགག་གདོད་ནས་བསྐལ་བ་མེར་སྤོས་གཟི་བཞག་ན། དུས་རབས་ཉི་ཤུའི་ནང་ཨ་རི་ནས་མྱི་ནག་གི་ལས་འགུལ་བྱུང་དགོས་ནུས་སྐབས་ཨ་རིའི་ཁྲིམས་དུ་རང་བྱུང་གི་ཁྲིམས་དང་འགལ་གདོད་མེར། གངས་རི་བརྫིས་ན་མྱི་ནག་རྣམས་དམ་མྱི་དཀར་གཉིས་ཀྱི་ལྷ་ན་བཟའ་མ་མི་བཟའ་རྒྱུ་ལྷ་ནག་རླངས་འཁོར་གཅིག་གི་ནང་བསྡད་ན་མི་ཆོག་རྒྱུ་གང་ལྟར་མྱི་མྱི་ནག་དུ་མྱི་དཀར་ལས་རིམ་པ་གཅིག་དང་དམའ་བ་དུ་མིག་གཟུགས་ཀྱི་ཁྲིམས་ཀྱི་ནང་དུ་གཏན་ནས་ཕབ་བཞག་མེར། རེད་ད་དངོས་ནས་རང་བྱུང་གི་ཁྲིམས་ཀྱི་ནང་ནས་མྱི་དཀར་མྱི་ནག་གཉིས་ཀྱི་དབྱེ་བ་མེད་དགོས་པ་དེ་ཆུ་མྱིག་གི་སྟེང་ནས། ཐག་བཅད་པ་ཞིག་རེད་དེས་མི་ཚད་ཨ་ར་ཁོ་རང་ཚོའི་ཁྲིམས་ཀྱི་སྙིང་སྟོབས་ཀྱི་གཙོ་བོ་དེ་རང་དབང་དང་དམངས་གཙོ་དང་འདྲ་མཉམ་རྣམས་ཡིན་དུས་ན་ཁོ་ཚོས་བཟོས་བའི་གནས་སྐབས་དུ་བཟོས་བའི་ཁྲིམས་དེ་ཁོ་ཚོའི་ཁྲིམས་ཀྱི་སྙིང་བོ་དང་འགལ་འདུག་མོད། དེའི་གནས་སྐབས་སུ་མ་བདེན་ལུགས་བདུད་ཀྱི་རྒྱལ་པོ་དེས་དེ་ལྟ་བུའི་ཁྲིམས་དེ་མིར་བརྩི་རྒྱུའི་ཐོབ་ཐང་ཟེར་གྱི་བཟོས་ཡོད་ཟེར་གོ་ནི་རྒྱལ་ཁབ་ཟིག་དང་གཞུང་ཟིག་གི་བཟོས་ནས་ཁྲིམས་ཁ་ཚང་བར་བརྩི་དགོས་ཡི་ངེས་མེད་ཟེར། སྤྱིར་ན་འཇིག་རྟེན་འདི་ནས་དེ་ནས་གནང་གར་བྱེད་དགོས་གོ་ནི་རེད། སྤྱིར་ན་དེང་སང་གི་དུས་སུ་གནས་གཟིགས་སྐུ་མཆོག་ཡག་མི་ཡག་བརྗེས་ན་ལུང་བ་གང་དང་གང་གི་ཁྲིམས་ཡག་ཤོག་ཟིག་བརྩི་མི་བརྩི་དུ་སྐུ་མཆོག་བླང་དོར་གི་ཚད་བརྩི་བ་ཙམ་རེད། རེད་ད། གནས་སྐབས་རེ་རེར་ཁྲིམས་ཁོ་རང་ཁྲིམས་འགལ་རེའི་གནས་སྐབས་ཤིག་ཡོང་ནི་རེད། ཁྲིམས་ཁོ་རང་རང་གཞུང་གི་ཁྲིམས་དང་འགལ་འདུག་པ་དཔེར་ན་ཏཱ་རིག་གི་གནས་སྐབས་ལྟ་བུ་ཟེར། དངོས་སུ་ཧ་ར་བལྟས་ན་རྒྱལ་ཁབ་ཁྲིམས་ཆགས་འདུག་ནི་རེད་ད་རྒྱལ་ཁབ་ཀྱི་ཁྲིམས་དང་ཨ་རི་ཁོ་རང་ཚོའི་ཁྲིམས་བཟོའི་སྙིང་སྟོབས་དང་འགལ་འདུག་འདུག་དེ་ལ་ངོ་རྒོལ་བྱེད་ཆོག་ནི་རེད། དེ་མི་ཁུར་རྒྱུའི་ཐོབ་ཐང་ཡོད་ཟེར་བ་ནི་རེད། བདག་ཉིད་ཆེན་པོ་འགན་དེའང་དེ་འབྲེལ་གྱི་སྤྱི་བོའི་དམ་པ་ཟེར་བའི་དབྱིན་ཇིའི་བཟོ་བའི་ཁྲིམས་ཁར་མེད་པ་དེ་རང་བྱུང་གི་ཁྲིམས་དང་འགལ་འདུག་རང་བྱུང་གི་ཁྲིམས་གང་ན་ཡོད་ཟེར་ན་རང་བྱུང་གི་ཁྲིམས་དང་འགལ་འདུག་ཟེར་རྒྱུ་གནས་ལུགས་དང་མི་མཐུན། བདེན་པ་དང་མི་མཐུན། ཆོས་ཉིད་ཀྱང་མི་མཐུན་པའི་སྐབས་དེ་ལ་མི་གཟུགས་ཀྱི་ཁྲིམས་དུ་མེད་པར་བཟོ་རྒྱུའི་ཐོབ་ཐང་ཡོད་ཟེར་བ་རེད། དེ་ཁོང་ཚོས་ཀོང་མིན་ཏི་པུ་ཧྥུ་སུང་ཆན་ཟེར་རྒྱུ་བ་དེ་རང་བྱུང་གི་ཁྲིམས་ཟེར་རྒྱུ་དེ་འདྲའི་གང་ན་མེད་པ་ཟིག་ལ་བསྡད་ཡོད་དུས།

དེའི་ཐུགས་དེ་ངུར་སྒུར་མེད་ཐབས་མེད་བྲེས་དེར་ཙམ་པོ་ཡི་ཐོག་ནས་མི་འཇོག་ཐབས་མེད་བྲེས་ཐུགས་དེ་མི་འགར་ཐབས་མེད་བྲེས་ཁྲིམས་དེ་ལ་མི་འགར་ཐབས་མེད་བྲེས་དེའི་མིག་གཟུགས་ཀྱི་ཁྲིམས་དང། ཅིའི་ཕྱིར་ཞེ་ན་ཁོ་རྩ་བ་ནས་ཁོ། གནས་ལུགས་དང་གོ་མཐའ་ཡོང་བ་མ་རེད། དེ་ཧོལ་དང་གོ་དཀོན་རེད་དེས་ན་གི་མིག་གཟུགས་ཀྱི་ཁྲིམས་ཟེར་གྱི་དེ་རང་བྱུང་གི་ཁྲིམས་དེ་སོང་ནས་ཆོས་ཉིད་ཀྱི་ཐོག་ཨ། ཟེར་ར་འཇོག་དགོས་དགོས་ནི་རེད་ར།

ད། གཅིག་ན་བཟའ་བཅའི་མཐོང་རྒྱ་དེ་ནས་ཕུན་སུམ་ཚོགས་པ་བཟུང་ན་ཅི་མ་རུང་བསམ་གོ། གཉིས་ནས་སྐྱིད་པོ་བདེ་མོ་ཟིག་ད་ངའི་རྒྱུ་ནོར་ལོངས་ཤོག་བཟའ་ཚང་དང་སྤྱོད་ཡོན་འདིའི་ཐོག་ལ་ཆག་འཇིག་ཉེན་ཁ་ཟིག་མ་བྱུང་ལ་བསམ་རྒྱུ་བདེ་འཇགས་ཀྱི་མངོན་འདོད་དེ་ཡོད་ག་ཟེར་ན། ད་ནི། འདི་ཡོད་ག་ཟེར་ན་རེད། ག་རེ་མངོན་འདོད་ན།

བདག་གི་ལོངས་སྤྱོད་ཀྱི་ཕྱོགས་ཞེས་ཀྱང་སྙང་ཟེར་བ་དང་ལྡན་ཏེ་གཞན་གྱི་ལོངས་སྤྱོད་ལ་བག་བྱེད་པས་དེ་གཞན་གྱིས་ཡོངས་སུ་བཟུང་བའི་ངོ་བོ་དག་ལ་གཞན་གྱིས་བཟུང་ལ་འདི་ཞེས་ཀྱང། ཀྱི་སེམས་ཉེ་རུ་བཞག་སྟེ་ཐ་ན་ས་དང་ལོ་མ་ཡང་མ་བྱིན་པར་མི་ལེན་ན་མཚོན་ཡོད་བྱད་གཞན་དག་ལྟ་ཅི་སྨོས། འདི་ནི། མ་བྱིན་པ་ཟེར་རྒྱུའོ་བྱེད། དེ་ནས་མུ་ནས་བརྣབ་སེམས་དང་མ་བྱིན་པ་གཉིས་ཀ་དག། མ་བྱིན་པ་ལེན་པ་དང་བརྣབ་སེམས་གཉིས་ཀ་གཅིག་གི་གཅིག་ལ་སྦྱར་དུ་འོང་ནི་རེད། དེ་ཡི་གསུངས་ཚུལ་གྱི། སྤྱིར་བཏང་ངག་འཇིག་རྟེན་ནས་འདོད་པའི་ལོངས་སྤྱོད་ཕུན་སུམ་ཚོགས་པ་བཟུང་ན་ཅི་མ་རུང་བསམ་བརྣབ་སེམས་མ་རེད། གཞན་གྱིས་བདག་ཏུ་བཟུང་བའི་ངོ་བོ་ཆགས་ན་བདག་གཞན་གྱིས་བདག་ཏུ་ངོ་བོ་བཟུང་བའི་ངོ་བོ་བདག་གི་ལུས་མདོ་སྐྱེ་བ་དེ་བརྣབ་སེམས་རེད་ར་འདི་ནའང་རྟོགས་སོང་གི། འདོད་པ་ལ་ལོག་པར་ཡིན་པ་གཟིགས་ན་ཡང་འདི་རེད། བདག་གི་ཆུང་མའི་ཕྱོགས་ཤེས་ཤིང་གཞན་གྱི་ཆུང་མ་ལ་འདོད་པ་མེད་པས་དེ་གཞན་གྱིས་བཟུང་འོས་མེད་ཀྱི་ཆུང་མ་དང་རུས་དང་མཚན་དང་ཆོས་ཀྱི་ཧྲུལ་བ་རྣམས་ལ་ཆགས་སེམས་མི་སྐྱེ་ན། དེ་ཡང་དེ་རེད་ལོག་པར་ཡིན་པ་གཟིགས་རྒྱུའི་དོན་ཡང་དེ་འདྲའི་ཟིག་རེད།

དེ་ནི་ལབ་པར་སྤྲོ་བ་འཛིན་ནང་དུ་ཟབ་ཞེས་སྟོབས་ཞེས་སྐྱོབ་བྱ་ཟབ་ཞེས་ནི་དོན་ཨ་ཡིན་འཛིན་ན་དེ་རྩ་བ་ཉིད་ནི་མ་ཡིན་འཛིན་ན། འཆར་གཞི་ཡོད་པ་དང་སྒྲིག་འཛུགས་ཡོད་པའི་ངང་ནས་ཁོ་ལ་དེ་འགྲིག་པའི་རིགས་ཆད་ཀྱི་ལྟ་ཚུལ་ཆད་སྐབས་ཅིག་འདུག་ན་དེ་ལ་ཁྱད་ཆོས་སྐོར་བཟོས་དགོས་ནི་རེད། ཁྱད་ཆོས་སྐོར་ཆད་བཟོ་དགོས་ནི་འཛིན་ན། ལྟ་ཚུལ་མི་མཐུན་པ་བཞིན་གོ་རུ་མི་འཇུག་པ། ལྟ་ཚུལ་མི་མཐུན་པ་བཞིན་མཐའ་གཅིག་ཏུ་ལོག་ཤར་ལྟ་བ།

ད་ནི་བསམ་བློ་ཐང་ཆེན་ལོང་དུ་ལབ་པར་སྤྲོ་ཡ་ཟེར་རྒྱུ། ང་ཚོའི་དགོན་དཔེར་ན་དགོན་པའི་ནང་ནས་བླ་མ་ཡིན་ན་རེད་དགེ་རྒན་ཡིན་ན་རེད་སྲིད་ཟིན་ཡིན་ན་གཞན་ལ་སློབ་སྟོན་མཁན་དེ་དེ་ཚོའི་ནང་ན་ལབ་པ་རིགས་སློབ་གསོ་ཡོད་རྒྱུ་རེད་ན་ཡོད་རྒྱུ་མ་རེད་དེ་རྟོགས་ག་ཟེ་རེད་ར། ཡོད་ན་དེ་སྔགས་འཆལ་རེད་ན་མ་རེད་མི་དགེ་བཅུའི་ནང་གི་རེད་ན་མ་རེད་དེ་རྟོགས་ག་ཟེ་རེད་ངས་བལྟས་ན་ཏན་ཏན་དེ་ཡོད་སྲིད་པ་རེད་བསམ་དགོས། ཧ་ར་བལྟས་ན་ཆོས་སྟོན་པའི་བཟོ་འདྲ་ཟིག་ཡོད་ཅག་རུང། ངོ་ནས་དྲང་ནས་ཆོས་སྟོན་གི་ཡོད་མེད་དེ། མཁས་པ་སོ་སོ་ཡིན་ན་དགེ་རྒན་སོ་སོ་ཡིན་ན་རིག་གཞུང་ཁྲིད་སྟངས་གསུང་རབ་ཁྲིད་སྟངས་བལྟས་ན་དེ་མི་འདྲ་བ་མང་བོ་ཡོད་རྒྱུ་རེད་བསམ་འདུག། ཆོས་ཟད་རྒྱུ་ཧ་རབ་བཤད་ནོ་དང་ཆོས་ཤེས་པའི་དགོས་བ་དུ་སྤྱོད་པ་འཚེ་བ་མེད་པ་དང་ལྟ་བ་རྟེན་འབྱུང། ལྟ་བ་ད་ལྟའི་གི་ཆེ་གི་ལུས་འདྲིས་ལྷོད་བ་མེད་པ་ཐམས་ངེད་ཅིག་གི་མི་དགེ་བཅུ་གི་ནང་གི་ལོག་ལྟ་དུ་མི་རུང་བའི་རྒྱུ་མཚན། ནད་ཀར་སྔར་ལྡན་པོ་དུ་སེར་ར་བདུད་ཁྱེར་དབང་དུ་ལུས་འདྲིས་ལ་ལོག་པར་ལྟ་བའི་ལྟ་བ་དུ་ཁུ་རུའི་ཐོག་བ་བཞག་ནས་གཞན་པ་གཅིག་ཀྱང་མ་རེད། སྟོང་ཉིད་ཁས་མི་ལེན་ཕྱག་རྒྱ་ཐུབ་པ་ཁས་མི་ལེན་དུ་ཐམས་ཅད་པོ་མི་སྐྱོན། མི་སྐྱོན་འགོག་སྲུང་འོག་གི་དང་ལུས་འདྲིས་ཁས་མི་ལེན་པའི་ལོག་ལྟ་དུ་ད་མཐར་ཐུག་ཁྱད་ཤོས་རེད། སྒེར་སྡུག་གི་བླང་དོར་གི་རང་བཞིན་ཆིག་ཤོས་རེད། ལིང་བྲིས་ལྷ་བ་མེད་པ་ཆོས་ཉིད་ལྷ་བ་མེད་པ་བདེན་པ་ལྷ་བ་མེད་པ་ཟེར་ཇོ་དང་སྣང་བའི་ཆོས་ཀྱི་ནང་གི་ལྷ་བ་མེད་པ་ཆ་ག་ལྟར་རེད། དེའི་གསུང་དུ་ལིང་བྲིས་ལྷ་བ་མེད་པ་ལ་ཡིད་ཆེས་པ་དེ་རྟེན་འབྱུང་གི་ལྟ་སར་བཏང་ནས་ཡོང་དགོས་ནི་རེད་ལ་རྟེན་འབྱུང་གི་ལྟ་སར་བཏང་ནས་སྤྱོད་པའི་ལག་ལེན་མཐོང་བ་འདི་འཚེ་བ་མེད་པ་རེད། གང་ཟག་གཅིག་གི་རྗེས་ལ་སྙིང་རྗེ་གི་སེམས་ནས་བཟུང་སྟེ་འཚེ་བ་མེད་པའི་སྤྱོད་པ་འཁྱག་ཐབས་དང། ལིང་བྲིས་ལྷ་བ་མེད་པ་ལ་ཡིད་ཆེས་ཀྱི་ཐོག་ནས་ཆོས་རབ་དང་རྣམ་འབྱེད་ཀྱི་ཤེས་རབ་རྒྱས་ཐུབ་ན་དེ་ནང་པའི་ཆོས་ཐོབ་བྱས་ནས་འཇོག་དགོས་ནི་རེད།

ད་ཆད་སོགས་སྲུང་དགོས་ན་རེད་ཟེར་ན། ནང་པའི་ཆུ་འདི་ཡོངས་ཁྱབ་དགོས། ད་ནང་བའི་ཆུ་ཡ་ད་པ་བྱོན་མཁན་ཐེག་ཆེན་ཉན་ཐོས་ཀྱི་ཆུ། ད་མདོ་གསང་སྔགས་ཡོངས་སུ་རྫོགས་པ་ཡོངས་ཁྱབ་དགོས་སྐྱེ་བོ་རྣམས་ལ་ནང་ཆོས་ཀྱི་གཞི་རྩའི་རྨང་གཞི་འཇོག་སྟངས་ད། ཡ་ར་རིམ་པ་མཐོ་ཆེ་རང་ནས་ད་ཐེག་ཆེན་གྱི་ཆུ་དང་དེའི་ནང་ནས་གསང་སྔགས་ཀྱི་དེ་སོགས་ཉམས་སུ་ལེན་མཁན་དེ་ཚོ་གི་ཆུ་ཉམས་སུ་ལེན་སྟངས་ད་ཡོངས་ཁྱབ་དགོས་ན་ཡ་ཙི་གི་ཟེར་ཁ་ཁ་བྱེད་དགོས་པ་འོ་ད་རེད་ད་གང་རིགས་ཀྱི་དོན་དག། ཏུ་གང་རེད་ཟེར་ན་གར་སྟོད་ཕྱོགས་གསང་སྔགས་ཀྱི་རྟོགས་པ་ཡ་རབས་ཚད་མཐོན་པོ་ཅན་དངོས་གནས་དྲང་གནས་ཀྱི་གསང་སྔགས་ཀྱི་ཤེས་རབ་ཡོང་མཁན་ར། གསང་སྔགས་ཀྱི་ཤེས་རབ་ཡོང་མཁན་འདི་གཉིས། རང་གི་དགེ་བའི་བཤེས་གཉེན་འདི་བླ་མ་ཙམ་མ་ཟད། སྣོད་བཅུད་ཐམས་ཅད་པོ་རྟོགས་པ་རམ་ཅན་མ་བསྒོམ་ཐུབ་མཁན་གྱི་དེ་འདྲའི་གི་རྟོགས་པ་སླེབས་ཚར་འདུག་ན་དེའི་ཆོས་སུ་ཉམས་སུ་ལེན་སྟངས་དེ་འཇིག་རྟེན་ཡོངས་ཁྱབ་ཕེབས་ན་མི་འགྲིག་གི་དག་གསུང་གི་འཇིག་རྟེན་ཡོངས་ཁྱབ་ཕེབས་ན་ཅི་ཕྱིར་མི་འགྲིག་གི་ཟེར་ན་འཇིག་རྟེན་ཡོངས་ཁྱབ་གི་དབང་བོ་དེ་ལ་སླེབས་ཡོད་མ་རེད། གསང་སྔགས་ཀྱི་ནང་ནས་བླ་མ་ཁ་རོག་སངས་རྒྱས་སུ་བསྒོམ་གྱི་མ་རེད་ར་སྣོད་བཅུད་ཐམས་ཅད་པོ་ཏོག་ཨ་རམ་ཅན་པ་འབའ་ཞིག་བསྒོམ་གྱི་རེད་གསང་སྔགས་ཀྱི་དགོས་པ་གཙོ་བོ་ཐ་མ་རེ་ནང་བཞིན་འགོག་རྒྱུ་རེད་དུ་རུ་ཏོག་ཨ་མཐོན་པོ་ཟིན་པ་ན་སླེབས་ཐུབ་ཀྱི་ཡོད་མ་རེད། རེད་དེ་གང་ཟག་སྒེར་བཙུན་གྱི་ངོས་ནས་རྟེན་འབྲེལ་གྱི་ཆོས་ཉམས་སུ་བླངས་ན་དུ་མི་འགྲིག་པ་ཨེ་རེད་ཅེ་ན་བརྩེ་བ་ཉིད་ནས་མ་རེད་ཧ་ལས་པ་རེད་གསུངས་དགོས་ནི་རེད་དེ་གང་ཟག་སྒེར་བཙུན་གྱི་དབང་སྟོབས་ཤིག་ན་བླ་མ་སངས་རྒྱས་སུ་བསྒོམ་པ་ལ་སོགས་པ་དེ་གཏན་ནས་དགག་གི་ཡོད་མ་རེད་དཱ། རེད་དེ་འཇིག་རྟེན་ཡོངས་ཆེ་བ་ནང་བའི་ཆོས་ཀྱི་རྩ་བ་ནང་ཆོས་འདི་བཤད་ཆེ་རུང་དུ་ན་ད་དངོས་གནས་དྲང་ནས་གི། གང་ཟག་ལ་རྩིབས་བསྐུར་དང་ཆོས་ལ་དད་པ་ཟེར་གྱི་སྟོབས་བཤད་དགོས་གི་བསམ་གི་ང་ཚོའི་ལྟ་ཚུལ་རེད་ན། དད་པ་བྱེད་ས་བོ་ཡུལ་དུ་ཆས་ས་རེད་ཟེར་ན་རླིམ་དྲི་ལྷོད་བ་མེད་པ་ནང་བའི་ཆོས་ཆོས་ཟེར་ཀྱང་རླིམ་དྲི་ལྷོད་བ་མེད་པ་རེད། རླིམ་དྲི་ལྷོད་བ་མེད་པ་ལ་ཡིད་ཆེས་བྱེད་པ་དང། དེ་ནས་རང་གི་དགེ་རྒན་དང་བླ་མ་སོགས་གུས་བཀུར་གྱི་ཡུལ་དུ་འཛིན་གྱི་གང་ཟག་ལ་རྩིབས་བསྐུར་དང་ཆོས་ལ་དད་པ་བྱེད་རྒྱུ་མ་གཏོགས་ལྷོད་བ་མེད་པའི་ཡིད་ཆེས་བྱེད་ས་དེ་ཆོས་ཡིན་པ་མ་གཏོགས་གང་ཟག་ཡིན་པ་འཇོག་མི་རིགས་གི་བསམ་གི་ཡང་ཆེ་བ་བཤད་དུས།

མི་ཕན་ས་མང་གི་དང་མི་ཕན་གི་རྫི་ན་མི་འགྲིག་གི་དང་དངོས་གནས་དྲང་བའི་མི་ཕན་གི་ང་ཚོའི་སྤྱི་ཚོགས་གང་ནང་ལ་སྐྱེ་དཔའ་རྐུན་མ་ནམ་རྒྱུན་བཙན་པོའི་སྨྱོ་འབོག་བཅོམ་ནི་དུས་མེད་འདུག་ནི་བོད་པའི་ནང་ན་ད་ཡོད་ནོ་ངར་ཅི་ཞིག་འདུག་ས་རེད་ར་འོ་ན་དུད་ཅམ་པོ་ལྟ་པ་ཡོད་ནི་ཨི་རེད་རྫི་ན་ལྟ་པ་ཡོད་ཨ་མ་རེད་རྫི་ལམ་ཁག་པོ་རེད་ར་ཁོང་ཚོ་ཡང་ཅིག་ལ་མ་ཟི་ད་དེ་མི་ཟི་ག་ཅིག་ཅིག་བསྟན་ནས་བསྟན་ནས་ཚི་ག་ནི་འགྲོ་ཡི་འདུག་གི་དང།

གལ་ཏེ་ཁུལ་དེའི་ད་པ་དང་ལིམ་འབྲི་ལྷ་བ་མེད་པ་ཟེར་གྱི་ཟེར་ངོ་ནི་ཀྲང་ནི་ཡོད་བསམ་རྒྱུ་ཡིད་ཆེས་ཐོག་ཡོད་ན་ཁུལ་བརྒྱ་ཆ་བརྒྱ་ཐམ་པ་ཀ་ལི་ཅག་ལི་ལི་ནི་མ་རེད་དེ་ཡིན་སོང་ན་ལང་ཏོར་གི་ཐོག་ཨ་ཕ་མི་ཕན་གི་ཐོག་ནས་ད་པ་སྤྱིར་བཏང་གི་ང་ཆ་གི་སྐྱབས་དངོས་ནི་ཆུ་ཡིན་སོང་གི་ནི་སངས་རྒྱས་སྐྱབས་སྟོན་པ་པོ་དང་སྐྱབས་དངོས་ཆུ་ཡིན་ཟེར་ནི་རེད་དགེ་འདུན་སྐྱབས་སྒྲུབ་པའི་གྲོགས་ཡིན་ཟེར་ནི་རེད་ད་གི་ང་འདི་གཉིས་བླ་མ་དགེ་ཡུ་ཤི་ཉིན་དགེ་ཡུ་ཤི་ཉིན་བཀའ་དྲིན་ཆེན་པོ་དང་བླ་མ་མཚན་ཉིད་ལྡན་པ་དེ་ཚོ་གུ་གུ་དད་གུ་ཡིར་མ་རེད་བརྩེ་བ་ཉིད་ནས་ཞུ་གི་མེད་དེ་ང་ཅིག་ཁ་ཁ་ཡི་སྒོ་ཁར་ཨ། ངོ་ནི། བསམ་གྱིས་མི་ཁྱབ་པ་རེད། དགེ་ཡི་བཤེས་གཉེན་བཀའ་དྲིན་ཅན་དང་བླ་མ་མཚན་ཉིད་ལྡན་པ་དེ་ཚོ་བསམ་གྱིས་མི་ཁྱབ་པ་རེད་དེ། ལྷ་བ་མི་ཟེར་ནས་ཡིད་ཆེས་ཡིད་དགོས་ཟེར་བ་ནི་ཏོ་ལི་རྒྱུ་འབྲས་རེད་བསམ་དགོས། ལྷ་བ་མེད་ནས་ཡིད་ཀྱི་ལྷ་བ་མེད་པའི་ཡིད་ཆེས་ཏོ། དེ་འདྲའི་གི་ཡིད་ཆེས་ཚོ་ཤི་པ་ཆུང་ཆུང་ཡིན་དུས་ནས་ང་ཚོའི་ནང་ཆོས་གི་ལྷ་བ་མེད་པའི་ཡིད་ཆེས་དགོས་ཟེར་བ་ནི་ཏེ་ལིམ་འབྲས་ལྷ་བ་མེད་པ་ལ་ཡིད་ཆེས་དགོས་དེ་བཞག་འོང་དུས་དེ་ལྟ་བ་དེ་བརྟན་པོ་ཡོད་རེད་དཱ།

ཆོས་རྫིག་དུ་ནི་བྲག་ལ་མ་ཆ་ཁས་ལེན་མི་ལེན་ཁུ་རུ་ཐོག་གཞོག་གཞོག་ད། ད་ནི་བྲག་ལ་མའི་སྤྱོད་ཚུལ་རྫིག་གི་ཐོག་ཉིན་དྲོང་ད་ཆོས་ཡ་ཆོས་མེད་གི་རྫིག་ནི་ཏི་ཏང་སང་ཐོང་ཆོས་ཚུལ་ཡོང་དང་ཡོང་བཞིན་པ་རེད། དེ་ཡན་དུ་ང་ཚོས་ཇི་མ་ཡིན་ན་སློབ་སྦྱོང་གི་སྐལ་བ་འཇིག་རྟེན་ཡོངས་ཁྱབ་ཀྱི་སློབ་སྦྱོང་གི་སྐལ་བ་ནང་བ་སངས་རྒྱས་ཡི་ནང་ནས་བླ་མ་དང་སྟོན་པ་དེ་ཚོ་ཆོས་སྟོན་པ་བོ་ཡིན་པ་དང་ཆོས་དངོས་དེ་རླུད་འབྲས་ལྷོད་ཡ་མེད་པ་ཆོས་ཉིད་བདེན་པ་ཡིན་པ་དེ་རྩ་བ་འཛིན་དགོས་བསམ་དགོས། འོ་ན་གང་ཟག་སྒེར་གྱི་ངོས་ནས་ང་ཚོས་སྔོན་གཅིག་བླ་མ་བསྟེན་ཚེ་བླ་མ་ལྔ་བསྐྱེལ་བ་ལ་སོགས་ནས་བཤད་པ་དེ་དག་ཐམས་ཅད་མི་འགྲིག་ན་ཨེ་རེད་ཟེར་ན་གཏན་ནས་མ་རེད་ར། དེ་ཁོ་ཚེ་དེ་འདྲའི་གི་ཉམས་ལེན་ལ་ཐོན་པའི་གང་ཟག་སྒེར་རྣམས་ཀྱི་ཉམས་ལེན་བྱས་ན་ཧ་ལས་པ་རེད་ཟེར་ན། ང་ཚོ་སྐྱེ་བོ་ཉོན་མོངས་བ་དཀྱུས་མ་ཐམས་ཅད་ཀྱི། ཆོས་བརྫིས་འདོད་ན་ལིམ་འགྲིག་ལྷོད་ཡ་མེད་པ་ཟིན་ལ་དེ་མི་ཟིན་གྱི་ཐོག་འགྱོ་རྒྱུ་མི་གང་ཟག་གཅིག་གཙོ་བོར་བཟུང་ལ་སོང་ཚེ་གི། དེ།

མི་རིགས་གཅིག་ཧྭ་ཞིན་ཅཱ་ཀྲི་ཀོན་སྲིད་ཕྱོགས་གཞི་རྩའི་རིན་ཐང་ལྟ་བ་དུ་ཡོད་ཚར་ཕྱིན་མི་རིགས་དེ་གི་རིག་གནས་དེ་ཧྲུག་གཡོག་དགོས་ནི་རེད་ད། ཐ་ན་བོད་པའི་གཞི་རྩའི་གི་རིན་ཐང་ལྟ་བ་ཆི་ཟི་ཡིན་ཟིན་ན། བོད་པའི་གཞི་རྩའི་རིན་ཐང་ལྟ་བ་དེ་ལུས་རྒྱུ་འབྲས་ཁས་ལེན་པ་ཨ་རེད། དེ་ལས་འཕྲོས་ཡི་སྙིང་རྗེ་ཨི་རེད་ཟེར་བ་ཨ་རེད། ནུབ་ཕྱོགས་མ་རྣམས་ཀྱིས་ཁོ་ཚོའི་གི་གཞི་རྩའི་རིན་ཐང་ལྟ་བ་དེ་གང་ཡིན་ཟིན་ན་རང་དབང་དང་འདྲབ་མཉམ་གཉིས་ཀ་ནུབ་ཕྱོགས་གི་རིག་གནས་ཀི་ནང་གི་གཞི་རྩའི་རིན་ཐང་ལྟ་བ་ཡིན་ཟེར་དགོས་ན་མང་གཙོ་དེ་མངོན་འགྱུར་བྱེད་ཐབས་ཡིན་ཟེར་དགོས་ནི་རེད། ཁྲིམས་ཀྱིས་དབང་བསྒྱུར་དང་གན་རྐྱང་ལ་སོགས་པ། འོ་ན་ནུབ་ཕྱོགས་པ་རྣམས་ཀྱིས་སྐྱེ་བོ་རྣམས་ཀྱིས་རང་དབང་དང་འདྲ་མཉམ་གཉིས་ཀ་གཞི་རྩའི་ལྟ་བ་འཛིན་པ་དང་ང་ཚོས་ལུས་རྒྱུ་འབྲས་བརྩི་རྒྱུ་དེ་གཞི་རྩའི་ལྟ་བ་འཛིན་པ་གཉིས་ཀ་འགལ་བ་ཨེ་ཡོད་གོ་ཟེར་ན་འགལ་བ་རྩ་བ་ཉིད་ནས་མེད་དུས་མི་ཚོས་ངོ་བོ་གཅིག་ཏུ་བབས་བསྡད་པ་ད་ལྟ་ང་ཅིག་གིས་འདིའི་ཐོག་ནས་བཤད་དགོས་ད་གནའ་རབས་ཀྱི་ཆོས་རིག་གཞུང་གི་ནང་ནས་གཉིས་ཀའི་འདྲ་མཉམ་གྱི་ཁྱད་ཐབས་དེ་ནི་ཡོང་དགོས་ནི་རེད་ཟེར། ད་རིག་ནུས་ཀྱི་གཅིག་གི་བཟང་ངན་གཅིག་བཟང་གི་གཅིག་ངན་གྱི་རྩི་རྒྱུ་བཤད་མི་ཤེས་གི་ད་རང་རང་རང་ལ་མི་འདྲ་གི་ར། མི་བུ་ཟུར་དེ་ཆིབས་ལ་ན་མེད་པ་མི་བུ་ཟུར་དེ་གོང་ན་མེད་པ་ལྟ་བ་ཡིན་དུས་ན། དེ་ཡིན་མི་བུ་ཟུར་ཀི་ནང་ནས་རང་དབང་དང་འདྲ་མཉམ་གི་ལྟ་བ་དེ་སར་ཡོང་ཐུབ་ནི་རེད་ཟེར་དུས་ད་ཧར་ཅི་ཡོང་ཁག་པོ་རེད་ལ། དེ་ནས་མི་བུ་ཟུར་བརྫི་དུས་ཁྱི་ཟིག་གི་ནང་མི་བུ་ཟུར་བརྫི་ནི་རེད། ཁྱད་མདའ་བརྫི་ནོ་འདའ་མི་བུ་ཟུར་བརྫི་ནོ་ནའི་ཐན་ནི་བརྫི་ནོ་དུ་ཡང་ན་ཁྱི་ཟིག་གི་ནང་ཐན་ནི་རེད་ཟེར་དུས་ད་ཧ་ཅང་ཞེན་ཁག་པོ་ཟིག་ཆགས་འཇོག་ནི་རེད་ཟེར་ན་ད་ཧ་ཆགས་སོང་ནི་གི་དེ་ནི་མི་བུ་གི་མཚར། དེ་འབྲེལ་གྱི་རིག་གཞུང་གི་ནང་ནས་མི་བུ་གི་མཚམས་རྒྱལ་རོགས་ཀྱི་ཐོན་ཆེ་རང་ནི་རེད། རྒྱལ་རོགས་ཁུར་སྐབས་རྒྱལ་ཁབ་དེའི་ནང་གི་མི་བུ་འབྲེལ་བ་ཆགས་གདོང་ནི་ཀྲི་འདུ་ཙི་མིན་ཟེར་ནི་རེད། དཔེར་ན་ཁོང་ཙི་གི་ལྟ་བའི་ནང་ནས་ཁྲེན་ཤ་ཏཱ་ཐུང་ཟེར་རྒྱོ་ཁུར་གི་ལྟ་ཚུལ་གཙོ་བོ་ཟེར་ནི་འཇིག་རྟེན་གཅིག་ཅར་ཡོང་དགོས་ཟེར་བ་ནི་ཁོང་ཙི་གི་ཕུགས་བསམ་དེ་རེད། འཇིག་རྟེན་གཅིག་ཅར་ཅི་ཕྱིར་ཡོང་དགོས་ནི་རེད་ཟེར་ན་ཁོས་ཆོས་ཉིད་ལ་གཟིགས་འཛིན་གི་མ་རེད་ར། ཁོས་ཁྱད་གཟིགས་སྲུང་དགོས་ནི་རེད་ཟེར་ན། སི་ཧའི་ཀྲི་ནི་ཅིའི་ཤོང་དུས་ཟེར་ནི་རེད། ཚོ་བཞི་གི་ཁོ་ཚོའི་ཁོང་ཙི་ཅན་པོ་གནའ་རབས་ཀྱི་རྒྱ་གི་མཁས་པ་དེ་ཚོའི་བསམ་བློའི་ནང་ན་ས་བཞིན་དུ། གྲུ་བཞི་མ་ཟིན་ཡང་མཐའ་བཞི་འོག་ན་རྒྱ་མཚོ་བཞི་ཡོད་ས་མདོག་ནི་རེད། རྒྱ་མཚོ་བཞི་བོའི་གཅིག་གམ་གཉིས་ཐམས་ཅད་པོ་སྤུན་ཟླ་མ་རེད་མི་ཡོད་རྫུན་མ་རེད། ད་སྤུན་ཟླ་ཡིན་དུས་ན་ང་ཆ་ཐམས་ཅད་པོ་གཅིག་ག་ལོག་དགོས་རྫུན་མ་རེད། གཅིག་ཆི་ཟིག་ག་ལོག་དགོས་དོན་འཚོ་བའི་གོམས་སྲོལ་གཅིག་པ་སྐད་ཡིག་གཅིག་པ་ཡོངས་སུ་རྫོགས་པ་གཅིག་ག་ལོག་སོང་དུས་ད་བཞི་བདེ་མཐར་ཐུག་རེད་བསམ་མདོག་ནི་རེད་ཁོའི་དགོངས་ཚུལ་ནང་ན།

བདེ་ཐབས་ཀྱི་རྣམ་གཞག་གཏན་ལ་འབེབས་ན་དེ་ནི་གཅིག་ཅེས་བདེ་པོ་ཡོང་གི་མ་གཏོགས་མེས་པོའི་སོ་ར་ཐམས་ཅད་ཨམ་ཐན་ཏིན་ནོ་དང་བཞི་བདེའི་ལམ་དུ་ཡིན་མིན་དེ་རྟོགས་ཧ་ཡག་རེད་ར། དེ་སོང་ན་དེ་ཚོའི་སྟེང་ནས་རིག་གནས་སོ་སོ་སོ་སོ་བཙལ་བ་གཉིས་ནི་འདྲ་གི་མ་རེད་ཟེར་མི་ཐག། ང་ཚོ་ཐུན་མོང་གི་མཐའ་གཅིག་ཏུ་ཡིད་ཆེས་སྲིད་གི་བདེན་པ་རིམ་གྲས་ལྷོད་བ་མེད་པ་ཆོས་ཉིད་ལྷོད་བ་མེད་པ་ཟེར་རྒྱུ་དེ་ཡོད་སོང་དུས་དེ་ནས་ང་ཅག་གཞི་རྩའི་རིན་ཐང་ལྟ་བ་ཟེར་རྒྱུ་ཡོད་ནི།

དུ་མེད་ཙང་ང་འདྲི་ཟིན་ན་དུས་ཐོག་མང་བོ་ལྕགས་ཆབ་བཤད་མི་བསམ་གི་རག། ད་དེ་ནས་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་ལྷག་པ་འདྲི་ཟིན་ན་ད་ད་རེས་ཀྱི་དུས་ཉེར་སྤྱོད་སྡོམ་པའི་ཚུལ་ཁྲིམས་ཀྱི་ཐོག་དགེ་བ་ཆོས་བརྒྱད་ཀྱི་ཚུལ་ཁྲིམས་དང་སེམས་བསྐྱེད་འདུ་ཤེས་ཀྱི་ཚུལ་ཁྲིམས་ཡང་ཡོད་ནི་རེད་ད་དུ་འོག་ནས་ཟིག་ཡེར་ཡོང་རྒྱུ་རེད། གཙོ་བོ་གཙོ་བོ་ང་ཚོའི་གི་གཞི་རྩའི་རིན་ཐང་ལྟ་བ་འདི་འཇིག་རྟེན་བདེ་ཐབས་ཀྱི་རྣམ་གཞག་གི་ཁུངས་ན། འཇིག་རྟེན་མི་རིགས་སོ་སོའི་གི་རིག་གཞུང་ངང་ཧ་ལ་ཧར་རྒྱས་སིལ་རྒྱས་རིག་ནི་ད་དེ་རིང་མདང་རེ་རྒྱག་རྒྱག་གཙོ་བོ་རེད་བསམ་གི་ད་དེ་རང་དེ་ཙམ་ཡིན་རྒྱག་རག།